དབུས་བཅར་དྲི་ཟའི་དེ་དང་ལོ་ལ་ཁོ་རང་གི་སྐད་ཆའི་ཤེས་ཡ་ཅིག་མཐོང་སོང་ཁོ་རང་དེ་ན་ག་རེ་བཤད་འདུག་ཟེར་ན། ལྟ་སྐོར་ལྷ་མིའི་གསུང་ཆོས་ཚོགས་པ་གི་དུ་བ། ཚོགས་གཙོ་ཡིན་དེ་ནས་མང་མོ་ཅིག་བཤད་ཡོད་དུས་ཚང་མ་ལ་ད་ང་ཚོས་ཨ་ཧ་ད་ག་རེ་ཡིན་ན་སང་དུ་བ། ཟ་ག་ཡ་ཅིག་དང་དུ་སྣ་སྤྲད་ག་ཡ་ཅིག་དེ་འདྲས་ལས་སང། དེ་འདྲས་དུས་ཚང་མ་ལ་ད་ན་རྒན་གི་དེའི་ཐོག་ལ་འདྲེ་ཞིག་རྗེ་ཞིག་རྗེ་བ་གནང་དུས་ཚང་མ་ལ་ད་མི་མང་ཚང་མ་གི་ཧ་གོ་ཡ་གི་ནི་དེ་འདྲས། ཁེ་ཕན་དང་དེ་འདྲས་ཞིབ་པོ་ཅིག་འདུག་དེ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན།

ལ་མོ་ཙི་ཏྲ་ཏི་ཨ་ནི་མི་མ་བེན་ལས་ངན་པོ་སྨེ་གླང་ངན་པོ་དེ་འདྲི་གཅིག་དབང་གིས་ད་མི་དེ་འདྲི་གཅིག་ཡོད་པོ་དེ་ད་ལྟ་གོང་དུ་འགན་གསང་བ་ནག་ཅན་གྱིས་བོད་པའི་སྤྱི་ཚུགས་ནང་ལ་བརྒྱ་ཆ་གཉིས་ཙམ་མ་ཏོ་ཤི་ངེས་ཡོད་མ་རེད་དེ་ཡིན་ཙང་ད་དེ་ལས་ཡག་ཨ་ནི་དེ་འདྲི་མི་གཅིག་གི་ང་ཚོ་ལས་ཡག་དེ་འདྲི་གི་སྤྱང་ཚུགས་དང་དེ་འདྲི་མང་པོ་གཅིག་བཤད་ངེས་དེ་དགོས་ལ་དངོས་གནས་དྲང་གནས་ཀྱི་བོད་མི་མང་ཟེར་ངེས་དེ་གི་དོ་སྣང་ཆེན་པོ་ཞེ་པོ་གཅིག་བྱེད་ཤར་བ་དེ་ཡང་ཨ་ནི་དགའ་པོ་བྱུང་སོང་ཟེར་ནས་ཞུ་ཡ་ཡིན། ག་རེ་རེད་ཟེར་ན། མགུར་བདག་རང་ས་ནས་ཨ་ནི་ཁོ་ཚོ། ཆོས་བཟང་ཟེར་གི་འབྲེལ་བ་བཅད་རེད་བ། ཨ་ནི། ཆོས་ལུགས་ལྔ་པོ་གང་ཡང་ཁུངས་ཐུབ་མེད་ཟེར་ནས་ནི་མ་བརྟག་པ་རེད་ཤི་དེ་བཤད་བསྡད་གི་ཡོད་རེད། རེད་དེ་བས་རྒྱལ་སྤྱིའི་མང་ཚོགས་ཀྱི་སེམས་ཀྱི་ནང་ལོག་ལ། ཤུགས་ལྡན་ཚོགས་པས་ཀྱི་དེ་ནི། ལྟ་བ་དང་ལངས་ཤུགས། རེད་པ། དེ་སྔར་ཕན་ཆད་ཀྱི་ལས་ཀ་བྱེད་ཤུལ་དེ་ཚོ་ལ་དོ་སྣང་བྱེད་ཆེད་དངོས་གནས་ཀྱི་སེམས་ཀྱི་སྟེང་ནས་མཐོང་ཆེན་པོ་ཅིག་ཡོད་ཤག་བསམ་པ་ཞིག་དྲན་གི་ཡོད། དེ་འདྲ་ཡིན་ཙང་སྐྱབས་དང་ཡང་འཇུག་ཨ་ནི་ང་ཚོ་གི་རུ་རུ་ཞིག་ལས་རྒན་ལས་ཡག་ཨ་ནི་པས་ཏག་གིས་དགུ་བཅུ་གོ་དྲུག་ནས་ད་ལྟ་བར་དུ་མི་ནོར་གྱི་ཅིག་གཡུ་ལྷ་མོའི་གསུང་ཆོས་སོགས་པོ་ཟེར།

རེད་དེ་ངས་གར་ཚོ་སོ་སོ་ལ་ནོ། དང་པོ་ཁོ་གིས་སྐད་ཆོས་བཟོ་དགོས་དུས་གོ་ལ་ཁོ་རང་ནང་ལས་ཟོས་འདུག་བ། སྐད་ཆོས་དེ་ཚོ་པགས་རྒྱག་ཤེས་རྒྱག་ཤེས་གྲོགས་པོ་ལས་རྒྱག་གྱིན་ནས་འབྲི་ཤེས་འབྲི་གྱིན་ཆ་ཚང་དེ་འབྲི། སི་འབྲི་འབྲི་ཚར་པའི་རྗེས་ལ་ཨ་ནེ་མི་ཤེས་ད་ལྟ་ག་ས། ངས་ག་དུས་ཡིན་ནས་ཚོ་པ་དེ་ལས་སྤྱི་ཚོགས་དཀྲུག་ཤིང་སྡེ་ཚན་ལ་འུ་ཡོད་རེད་བ། སྤྱི་ཚོགས་དཀྲུག་ཤིང་སྡེ་ཚན་ཐད་ལྟ་མས་མ་འཁྲུལ་ག་ལ་གྲོགས་པོ་བཙོང་སོ། རྗེ་བསྟན་མིག་གིས་ཡ་རབས་ཀྱི་སྤྱོད་པ་གཙང་ཙམ་མེད་ངེས་ཀྱི་ཚོར་བ་དེ་འདྲི་གཅིག་གི་ནང་ལ་ཁུག་བེ་ཁྱེད་ཀྱི་སྲིད་ཁྲི་དེ་ཁྱེད་ནས་དགོངས་གཏམ་བཅས་འགྲོ་ལ་ག་ཚད་སྤྲེལ་བོ་ཡིན་ཟེར་ནས་དེར་བསྟན་ཡོད་རེད་བ་བསྟན་ཚར་བའི་རྗེས་ལ་ད་ཁོ་ཚོ་སྨྲ་ཤེས་ཡོད་རེད་བ་སྨྲ་ཤེས་ད་དངོས་གནས་དྲང་གནས་ཀྱི་ཁོ་ཤུགས་ལྡན་ཚོགས་པ་གི་ཚོགས་གཙོ་ཞིག་ད་འདི་གི་གསང་བ་ཆ་ཚང་བསྟན་མི་འགྲོ་བསམ་ནས་དེ་ནས་ཁོ་ལ་གུང་ཚན་ག་ཚད་ཅིག་ལེན་ནས་ལེན་ཡོད་རེད་དེ་ང་རྒྱུས་ཡོད་ཁོ་དཔེ་མི་སྲིད་བཟོ་བ་དེ་འདྲ་མི་རྫ་ཆེན་དེ་འདྲ་རེད་བ་གུང་ཚན་བཏགས་ནས་ག་ཚད་ཅིག་ལེན་ཡོད་ནས་ལེན་ཡོད་རེད་ཁོ་ངས་དེ་ག་རང་གི་ཉིན་མོ་གཅིག་ནང་དེ་ག་རང་ཁོ་མཐོང་བ་དང་ག་རང་ཚོད་ཟེར་བ་ད་ཁོ་ངོ་ཤ་རྒྱག་རྒྱུ་དེ་ལ་ཅིག་བལྟས་པ་ཡིན་ན།

ཁྱེད་ཀྱིས་དེ་གོ་ལ་ད། ཨ་ནི་འབྲི་གུ་རེ་ངས་སྤྲད་གོ། ཁོ་རང་ནགས་ལ་ཡར་འགྲོ་ཁོས་ཤིང་གི་སྒང་ཞིག་ལ་དེ་གོ་ལ་ལྟར་བསྡད་དེ་བ་ཤ། ཨ་ནི་མི་དེ་བ་སྐད་གཏོང་ག་འགྲོ་མི་དེ་སྒང་གི་ཁྲི་ལ་ཁྲིད་དེ་འགྲོ། ད་ཁོས་སྒང་གི་ཁྲི་ལ་དེ་དཔེ་ཤག་ལེན་ག་ཞུ་ལར་བ། ད་ངས་དཔེ་ཤག་དེ་སྒང་ན་ཡོད་ད་དཔེ་ཤག་བཀླག་ཞོག་ཀུ་མོ་གིས་ཁུས་ཟེར་ཁོས་དེ་པུས་མོ་ས་ལ་བཙུགས་ཏེ་ངུ་ནས་བས། ད་མི་ཡིད་ཆེས་རོགས་ཕ་ཤུལ་མི་དེ། ཁྱི་དཔེ་ཤག་ཀུ་མོ་ཁུས་དེ་འགྲོ་དེ་འདྲའི་ངུ་ཐུབ་བོར་ཅི་རེད་བ། ངུ་ཡ་དེ། དེ་ནས་ཡང་ཁོས་མཐོ་མོར་བོད་ཡིག་ལ་ལྷེར་ད།

བ་རྟགས་མ་ཁང་པར་གྲགས་པ་དེ་ཚོ་གི་ང་བཏང་གི་འདུག་ང་ལ་མཐོ་ཚད་བཏང་གི་འདུག་ཟེར་ཁོས་བི་ཁེ་གཉའ་སྤོ་དང་དགེ་སྐོར་དང་དེ་འདྲི་གི་འདན་ལ་ངུ་ནས་པས། མི་སུ་གཅིག་གི་མཛོད་སྒོ་གཅིག་བརྩིག་ངེས་ཡོད་མ་རེད་ས་ཡིན་ནས་ཁོ་ངུ་ནས། ཁོ་ངུ་ཡ་ལ་ལྟ་ཡ་ག་རེ་ཡོད་རེད། འོ་དེའི་འདན་དག་ལ་ཁོ་ལ་ཡིན་གཅིག་ཁོ་ལ་དགྲ་ཤ་གཅིག་སྒུག་འདུག་ཁོ་རང་ལ་ཁ་སང་གཅིག་དེའི་འདན་དག་ལ་ཁོ་ངུ་རེད། རེད་བ། འདི་ཚང་མ་ཡོངས་གྲགས་རེད། དེ་འདྲི་བྱས་ནས་ད་ཁོ་ཤ་ཚ་དེ་འདྲི་གི་ངུ་ན་སྡང་མི་འགྲོ་དེ་འདྲི་དྲན་སྲིད་ད་ནི།

ལྟ་ཁོ། བོད་ཀྱི་གནས་སྤོ་དེ་ཚོས་ཁོ་ལ་ཡིད་ཆེས་བྱེད་རོགས་མ་བྱེད་ཅེས་ཡིད་ཆེས་ག་རེ་བྱས་ནས་བྱས་མི་འདུག་སི་ལ་ནུ། སྤོ་མོ་ར་ལས་ཡ། ཤེས་བྱའི་དགེ་བཤེས་དག་གྲྭ་པ་མང་དང་བླ་མ་ཚང་མ་ལ་ཡོད་རེད། གྲྭ་པ་གྲྭ་ཤག་དེ་ཚོ་ལས་བརྒྱ་ཆ་བདུན་ཅུ་བར་ཡར་ལེན་དགོས་རེད་ཁང་ཚན་གྱི་སུམ་ཅུ་དེ་ཡར་བར་བཀྲིས་དགོས་རེད། བླ་མོ་དེ་ཚོ་ལས་བརྒྱ་ཆ་བརྒྱ་ཚང་མ་མར་བཀྲིས་དགོས་རེད་གཞན་དག་དེ་གིས།

སྨན་ཁང་གི་གྲྭ་པ་ལྔ་བརྒྱ་དྲུག་བརྒྱ་ཅིག་ང་ཚོ་སྨན་ཁང་ལ་དགོངས་དག་ཨ་ནི་བཟའ་བ་འདའ་བ་གི་དགོངས་དག་ལས་ང་ཚོ་གི་ཚོང་འདུས་སྐད་བཏང་རེད་པ་བཟའ་འདའ་བ་དགོངས་དག་ལས་ཨ་ནི་སྤྱིན་བདག་ཕལ་ཆེར་གྲོད་པ་ལྡེམ་པ་བྱེད་ནས་ཡིན་ས་ཡི་དེ་འདི་རེད་དེ་སྐད་བཏང་ཨ་ནི་ཁོ་དེ་ནས་མ་བསྡད། མ་བསྡད་ནས་ཨ་ནི་ཁོ་གི་ད་ཚང་མ་ཐམས་ཅད་ཀྱི་ཨ་ནི་དཔེ་ལས་གཞི་རུ་པོ་ཞིམ་པ་དེ་ཚོ་གི་ཨ་ནི་དཔེ་རྒྱ་བ་རུ་པོ་ཆེ་གི་དགོངས་པ་མཐའ་དོན་མེད་པ།

བོད་མི་རིགས་ཀྱི་རྩེ་གྲ་བླངས་པ་ལ་འདོད། བོད་མི་རིགས་ནང་ལོགས་ལ་བོད་ཆོས་གོང་སོང་གི་ནང་ལ་ཀྲུའུ་ཞི་དེ་ཆོས་དད་ཚོགས་པར་རྒྱག་གི་ཡོད་རེད་ཟེར་བ། མི་རིགས་ཆོས་ལུགས་པ་ལ་འགན་འདོགས་ཏེ་ཟུག་གི་ཡོད་རེད། བོད་མི་རིགས་ཀྱི་རྩ་དོན་དེ་ཆོས་དད་ཚོགས་པ་གི་ཚོགས་ནས་དེ་འདྲ་བྱེད་གི་རེད་ཟེར་སྐད་ཆོས་དེ་འདྲ་བཤད་ངེས་དེ་དགོས་ལ། རེད་བ། སྐད་ཆོས་ཁུག་ཧམ་པོ་དེ་འདྲ་མ་ཎི་ཁ་ཡོད་དེ་འདྲ་བཤད་ངེས་དེ་དགོས་ལ་དོ་སྣང་མང་པོ་ཞུ་གི་ཅི་སྤྲད་འདོད། དེ་ག་རེད་ཟེར་ན་ན་གཞོན་ཆོས་བོད་པ་དེ་ཚོས་ཀྱི་རེད་བ། ད་མི་རིགས་ཟེར་ཡས་དེ་སྲང་ལམ་ན་ཡོད་པ་ཅི་དང། དེ་ག་ན་བཞིན་གྱི་ཤུགས་ལྡན་ཚོགས་པ་བ་སའི་གྱི་ལྟ་བ་དང་ལངས་ཤུགས་འཁྱོལ་སྟངས་དེ་ཚོ་ལ་དེ་སྔ་བོད་དེ་རྩི་བདག་བླ་མ་མ་ཤེས་པ་དང་ལྟ་སྟངས་གཞན་པ་ཞིག་ཡོད་པ་དེ་མཐོང་གི་ཡོད་རེད་པ། ཡིན་ནའི་བདག་རང་ས་ལ་ངས་གོང་དུ་བཤད་བ་ནི་སྤེལ་གི་ཡིན་ཕྱི་པི་པི་ཞིག་ནས་སྤེལ་གི་ཡོད་རེད་དེ། རེད་པ། དགེ་རྒན་གྱི་ཁ་ཚན་སོང་ཟེར་བ། མང་ཚོགས་དེ་གལ་ཆེན་པོ་བརྩི་གི་རེད། ཅེས་དེ་ནས་ཧ་གོ་གི་འདུག་བ། དེ་ཡིན་ཙང་ངས་ཀྱི་སྤོབས་པ་ཆེན་པོ་གི་ཐོག་ལ།

ང་རང་སོགས་ཀྱིས་འདི་པ་ལ་ཡང་བོད་པ་གཞོན་སྐྱེས་ཚོ་དང་ད་མང་པོ་ཞི་བུ་གཅིག་གིས་ཨ་ནི་པའི་རྐན་པས་བརྒྱག་ཡ་ག་རེ་ཡིན་ན་ཤེས་ནས་འདིར་ཨ་ནི་སྤྲུལ་སྐུ་བསྟན་འཛིན་བདེ་ལེགས་ཀྱིས་ཨ་ནི་པའི་བློས་བསྒུགས་ཡོད་ཟེར་བ་དངོས་གནས་དྲང་གནས་ཀྱི་ཁོང་མི་རིགས་ཀྱི་ལ་རྒྱ་ཡོད་ངེས་ལྟ་བ་ཡོད་ངེས་དེ་འདྲས་ཡིན་ཟེར་ནས་བཤད་ཁུལ་དུ་བ། སྤྲུལ་སྐུ་བསྟན་འཛིན་བདེ་ལེགས་ཟེར་ནས་ལྷ་ཁང་གྲ་ཞིག་བཟོས་ནས། སྤྲུལ་སྐུ་བསྟན་འཛིན་བདེ་ལེགས་ཟེར་ནས་ལྷ་ཁང་གི་ལྷ་མོ་བྱས་པ་རེད།

སྤྲུལ་སྐུའི་ཏིང་འཛིན་འདི་ལས་དམུ་བློས་དགོས་ཀྱི་ཡོད་ཟེར་ནས་དེར་སྐད་འབོད་རྒྱག་གི་འདུག་ལབ་ལ། ད་དེ་འདྲའི་ལ་འདི་དགོས་ལ་དེ་ངས་ལན་ག་རེ་སྤྲད་ཡིན་སེམས། ང་ཚོ་བོད་པ་ཟེར་ངེས་དེ་དངོས་གནས་དྲང་གནས་ཀྱི་ཡ་ངའི་དབྱིན་ཇི་མ་ཤེས་ནས་རེད་བ། རྒྱུ་མཚན་གོ་འདུག་ནས་འོ་དེ་འདྲས་ཤེས་ནས་མི་དེ་འདྲས་ལྟ་བ་ལས་ཡ་ནས་ཡིད་ཆེས་བྱེད་སྐུ་པོ་སོ་སོ་གི་རྟགས་ཅན་མ་ཤེས་བ་ཡིན་ཙང་ང་ཚོ་བོད་པ་ཟེར་ཏེ་ཐོ་ཅོ་བུ་ཆགས་དགོས་ཀྱི་གནས་སྟངས་འདི་ལ་བརྟེན་ནས་རེད། རེད་པ། ཤོག་སྤྱི་ནས་དེ་སྔ་ཕན་ཆད་སྤྱི་ཕན་གྱི་མི་ཁྱེད་ངེད་མི་དམངས་ཀྱི་ཡིད་ཆེས་བྱེད་སོགས་ཀྱི་མི་དེ་ཚོ་དངོས་གནས་ཀྱི་ཤེས་ཡོན་ཡིན་ངེད་མི་རིགས་ཀྱི་ལ་རྒྱ་ཡོད་མཁན་འོ་དེ་འདྲིས་ཀྱི་མི་དེ་ཚོ་ལ་ཡིད་ཆེས་བྱེད་མ་ཐོག་མ་ནི་ཁ་ཡོད་ཞེས་པ་པི་དེ་འདྲི་ཞེས་བདག་པོ་རྒྱག་མང་བ་མཐོང་ཡོད་ཙང་ད་ལྟ་ཡིན་ནའི་ང་ཚོའི་སྤྱི་ཚོགས་འདི་ཐ་དུ་ཞུ་ཆ་དགོས་ཡིན་དེ་རེད་དཱ། འོ་དེ་རེད་དཱ། དེ་ཡིན་པའི་རྗེ་བཙན་ག་རེ་ཟེར་ལགས་ན་ད་བཙིར་བྲག་བླ་མེད་ཀྱི་སྤྲུལ་སྐུ་བསྟན་འཛིན་དེ་གླེ་རུ་ཆུ་ནས་ཁུག་སྐད་སྐད་འབེ་ཞེས་སྒྲོག་གི་ཡོད་ན།

དེའི་མིང་ལས་གར་ས། བཀྲ་ཤིས་ཀྱི་རང་ཟེར་བ་རེད་ཡོངས་གྲགས་ཀྱི་ཐོག་ལ། ཕ་ཡུལ་ག་རེད་འབའ་བོ་རེད། རྒྱ་མ་རེད་བལ་བ་རེད། བཀྲ་ཤིས་ཀྱི་རང་ཟེར། བཀྲ་ཤིས་ཀྱི་རང་གི་གནམ་དུ་རྩི་བྲག་གླང་པོ་གྲོགས་པོ་བློ་སྡུག་རེད། རྩི་བྲག་གླང་པོ་བོད་ཀྱི་དེ་བ་ལ་ས་སྤྱོད་ཀུན་ཏུ་འགྲོ་དུས་སྒོ་ལ། མི་འདང་རེ་ཐང་ཉིས་སྤྲད་བྱས་ཏེ་བཀྲ་ཤིས་ཀྱི་རང་གི་ཨ་ནེ་བས་ཁོ་རང་གི་མ་འདྲེ་རང་བཏང་ནས་ཐིག་ནས་དེར་ཁ་སྐད་སྒྲོག་གོ། དེ་ཡིན་དུས་སྒང་ལ། སྤྲུལ་སྐུ་བསྟན་འཛིན་བདེ་ལེགས་ཀྱིས་གནས་ཚུལ་ཆ་ཚང་བ་ཡོངས་སུ་རྫོགས་པ་ཚང་མ་ཐག་གཅོད་ཁུག་དེ་ལ་རྩིས་སྤྲད་ནས། ཐ་མ་དེ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་འཇུག་ངེས་དེ་བཀྲ་ཤིས་ར་ཆགས་དེའི་སྐོར། དེ་ཡིན་པ་དེ། ཁོས་ཀྱང་གནས་པའི། དངོས་བཤུས་རྗེས་སུ་ན་ཐག་ཤིང་མང་པོ་བཏང་ཡོད་རེད་བ། ག་རེ་ཟེར་ན། ཁོས་ཀྱིས་ཨ་ནི། རྒྱ་གར་ནང་ལས་པ་ཆེ་རྫི་བོ་བཞི་བོ་གྱི་མི་ནི་ཨ་ནི་སྤྲུལ་སྐུ་ཏིང་འཛིན་ལྡི་ལི་ལས་སྤྲད་པ་ཡིན། ཁོ་རང་རང་གི་གྲོགས་པོ་ཀླུ་གདུག་ཚང་མ་ལ་བཤད་ཡོད་རེད། ངའི་ཡང་ཤི་འགོ་ཡོད་དེ་ཁོས་ག་རེ་བྱས་ཡོད་མེད་དེ། རེད་བ། ཨ་ད་ག་ནང་བཞིན་གྱི་ཁོས་ཀྱིས་པས་སྤྲུལ་སྐུ་ཏིང་འཛིན་ལྡི་ལི་གྱིས་ག་རེ་བྱས་ཡོད་འདུག་ལྟོས་ནས་མངོན་ཤུགས་བརྒྱུད་སོང་ན་ས་དབང་ལྟ་ངན་དེ་འདྲའི་མང་པོ་བཏང་ཡོད་རེད་མི།

ཆོས་བོད་ལས་འགྲོ་མཁན་དཀྲུག་མི་དགོས་ལབ་བོ་དུ་ཟེར་བ་འདི་རོ་དཀོན། ཆོས་བོད་ལས་འགྲོ་མཁན་དཀྲུག་མི་དགོས་ག་རེ་ཟེར་ན། བོད་ལས་ཕར་འགྲོ་ཡག་གི་སྤ་སེ་དེ་ཁོ་ལས་རོ་རྒྱག་དགོས་གོ་རེད་པ། དེ་འདྲ་རེད། དེ་ག་གནང་བཞིན་ད་ལྟ་ངས་གུང་ཐུ། གུ་གཟུགས་བླ་རང་གི་རྒྱུད་ཕྲུག་ཡིན་པ་གྲ་པ། སོང་དེ་བི་ཀེ་འབྲང་ལས་བུ་འཇོ་ཅུ་རེ་ལ་ཡིན་པ། དེ་ཚོ་ཁོས་གི། ད་ལྟ་བུ་མོ་རང་གི་ཁོ་རང་ངོ་ཤེས་པོ་དང་གྲ་པ་མང་པོ་ལས་ཁོ་གི་འདུག་ཟེར་ལབ་དོ། ཁོ་ཚོ་གནས་ནོར་ལ་འགྲོ་རྒྱུ་ཡོད་མ་རེད་ད། ཁོ་ཚོ་ལྟ་བུའི་ནང་ཆེན་གྱི་ལས་ཀ་བྱེད་མཁན་དེ་འདྲ་རེད་དཱ། དེ་ཚོ་ཚང་མདའ་ནས་ཁྱོད་རང་སོགས་གསལ་པོ་ཞིག་ཁུངས་ལ་ཁོ་ཚོ་འཇོན་འགྲོ་རེད། ཁྱོད་རང་འགྲོ་རྒྱུ་ཡོད་མ་རེད་དཱ་འདི་འདྲ་ཡིག་ལ་ཡོད་རེད། དེ་ཚོ་ཚོ་མི་ཚོ་ད་ལྟ་བསྡད་ཡོད་རེད་ཚང་མ་ཐག་བཅད། དེ་ག་ནང་ཆེན་གྱི་ད་ལྟ་བྱང་འཕགས་ཀྱི་དགེ་བཤེས་ཨ་ཙཱ་ར་སེང་གེ་ཞེས་ཡོད་རེད། ཨ་ཙཱ་ར་སེང་གེ་ནི་ཧ་མོ་ཏོ་བུ་མོ་རེད་པཱ། ཞུ་གུ་བོད་ལས་འགྲོ་ལས་ཐང་ལས་འགྲོ་ལས་ཐང་བི་ཁྲིད་རྒན་ཞེས་དེ་ནས་ཡ་རྒྱ་ག་ལ་དགེ་རྒན་ཞག་ཡོང་ཨ་ནི་རྡ་རང་ས་ལ་འགྲོ་རྒྱ་གར་རིན་པོ་ཆེ་ཚོ་འགྲོ་དེ་འདྲས་ཤེས་ནས་ཨ་ནི་བོད་ལ་ཕར་འགྲོ་རོགས། ཕར་འགྲོ་དུས་གོ་ལ་ཁོས་ཀྱི་ལྷ་ས་ལས་རྩིས་སྤྲད་ཡོད་རེད། ལྷ་ས་ལས་རྩིས་སྤྲད་ནས་ག་རེ་བྱས་ཡོད་རེད་ཟེར་ན་ཁོས་ཀྱི་ད་རེས་སུ་རོགས་བི་ཁྲིད་དེ་ཐུག་འདོག་གོ། ཁྱོད་རྒྱ་མི་གི་ལྟ་གུ་འདུག་ད།

ག་རེ་ཡིན་ནི་ཇེ་ཕེའུ་རེད་ཟེར་བ། དེ་ཡིན་དུས་སྐོར་ལ་ད་ཁོ་གི། ཁོ་རང་གི་ཨ་ནི། ད་ཞུ་གུ་ཞུ་ས་ཞུ་གུ་རང་གི་དུས་སྐོར་ལ་ནི་ཅི་མེད་བྱོས་དུས་སྤུ་གུ་དུས་ད་མི་ལི་བཙོང་འགྲོ་དེ་ར་ཁོ། དང་པོ་གར་ས། ལི་ཐང་བོ་ཅི་ཡོད་ཨ་ཇེ་ཟེར་ངེས་ཅི་ཡོད། ཨ་ཇེ་ཟེར་ངེས་དེ་ལི་བཙོང། ད་ངེས་ཅི་མེད་ཐེངས་དེ་ཆོས་ལི་བཙོང་དགོས། ཨ་ཕི་ཤ་ག་ཚི་ཏུས་ད་ཉག་ལི་ཅུ་ལེན་དགོས་དོ། ད་ལ་སྒོར་མོ་སྟོང་ར་ཁ་འགྲོ་ལ་སྟོང་ཕྲག་ཁ་ཤས་ཀྱི་ཚེ་བ་ལེན། དེ་ནས་མར་འགྲོ་དེ། ཕ་བུ་ཟེར་ངེས་ཅི་ཡོད་ཟེར་ཡང་ཁོ་རང་སོ་མོ་ལ་ཞེས་པ་ཕ་བུ་ཟེར་ངེས།

དེ་ནང་བཞིན་ཁོ་གིས་རྒྱ་ནག་གི་པར་ཆེན་པོ་ཞིག་རྒྱ་ནག་པན་པོ་ཅིག་པར་ཞིག་ཡོད་ས་རུ་ཁོ་ལ་གནང་འདུག་བསྡད་རྒྱུ་དེ་ཁྱེད་བྱས་ཨ་ནི་ཁོ་བལ་པོ་ཡིན་ད་ཅི་ཡིན་འདུག་འདུག་ཞེས་རྒྱ་དེ་ཚོ་ལས་ཨ་ནི་བལ་གྱི་ཨ་རི་དང་ཤོ་ཀུ་དེ་ཚོ་ཟུ་ཐུག་ཡོད་འདུག་འདུག་ཤེས་ནས་དེར་འགྲོ་ལ་ཁ་ལི་རྒྱ་ཤ་པོ་ཆུ་དེ་མ་གྲང་ཁ་ཡོད་མ་རེད། ཁོ་ཨ་མི་རི་ཀ་གི་ཨ་ནི་ཅིག་གི་དམག་ཚོགས་ཀྱི་རྒྱལ་ཁ་ཁྲིན་ལུས་ཀྱི་དབུ་ལ་འབྲུ་དེངས་ཀྱི་རྒྱལ་ཁ་དེ་འདྲི་ཅིག་དབུ་ལས་བསྡད་ནས་ཨ་ནི་ཁོ་གིས་དེ་འདྲི་བྱེད་ཀྱི་ཡོད་རེད་བ་ད་དེ་ཚོ་ཀོ་ཀོ་སུས་སུས་ཀྱི་སྐད་ཆ་གོ་ཀོ་ཅིག་མ་རེད་ད།

ང་ཚོའི་གྲྭ་བ་ཚོ་ལས་གང་ཞིག་ནས་ཤེས་པ་རེད་ཟེར་བ། ད་ང་རང་སུ་ནང་ཁུལ་དེ་ཚོ་ཡིད་ཆེས་འདུག་ཁ་མར་བ། ང་རང་སུ་གར་སོང་ན་ཁོ་པས། ག་སེ་དེ་ཚོ་གང་ཞིག་ནས་བྱས་པ་རེད་ཟེར་ཁོ་ད་ག་ཟེ་མི་ཉེས་པོ་མེད་ཅེས་བཙན་ཁང་ནང་བརྩིས་ཏེ་འདྲ་པོ་འདྲ་མང་པོ་འདི་འདྲ་ག་ཞིག་ནས་བྱས་པ་རེད་ཟེར་ལབ། དེ་ཁོ་ག་རེ་ཞིག་ནས་ཤེས་དགོས་ཡོད་རེད། དེ་དུས་སྐོར་ལ། ང་ཚོ་ཤོག་དྲིལ་བསྟན་མཁན་གྱི་གྲྭ་བ་དེ་ཚོ་ཁོ་རང་གི་ད་ངོ་ཤེས་པ་དེ་ཚོ་ལས་ཡག་ནས་ཁོ་གི། མི་འདི་དང་འདི་ཞེས་བྱ་བ་བོད་ལས་འགྲོ་ནས། ད། སྤྲུལ་སྐུ་བསྟན་འཛིན་དེ་ལུས་ནས་ཚུལ་བྱེད་པའི་ཚང་མ་ཐམས་ཅད་སྐུ། ཨ་ནི་སྐུ་གཙུག་གི་ལྷ་བཀག་སྡོམ་བྱེད་ཀྱི་ཡོད་རེད། ང་ཚོ་ལས་དགའ་གི་ཡོད་མ་རེད། བཀྲ་ཤིས་མུན་པ་རྒྱག་གི་ཡོད་རེད་བོད། རྗེས་བཟང་ངས་ཁོ་ཚོ་རེ་རེ་བཞིན་ནས་མ་སྤྲད་པ་ཡིན། སྐུ་ཞལ་བཞི་དེ་ངོ་ཡོང་གི་ཡོད་རེད། ངོ་ནས་ཁོ་ཤེས་ཡོང་གི་ཡོད་རེད།

ཅེས། སྐུ་ངག་འབྱིན་གྱིས་ད་པུ་ལི་སི་གི་བེན་བུ་དེ་གའི་མང་གྲས་བཏང་ནས་གའུ་ག་སོ་ལ་ཁྲིད་ལ་སོགས་པ་ད་དེ་ཚོ་ལས་ཐང་དང་ཡོངས་གྲགས་རེད་རེད་པ། ཡིན་ནའང་ག་ད་ཤི་ལོ་ཉིས་སྟོང་གི་ལོ་དེ། ཉིས་སྟོང་གཉིས་ཀྱི་ལོ་དེ་ལ་དེ་ག་ན་ཆགས་ཀྱི་ཡོད་རེད། ག་རེ་ཟེར་ན་ཁོ་གིས་དུས་དུས་ང་ཚོ་གྲྭ་བ་དེ་ཚོ་ག་ཞིག་ག་ཞིག་ལ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ངས། ལྷ་དང་བླ་མེད་ཀྱི། དོན་དག། ཟེར་ནས་མི་འདུག་ག་ད་ལྷ་བཀག་སྡོམ་བྱེད་མཁན་གྱི་མི་རིགས་དེ་ཚོ་ལ། རེད་དེ་ཚོ་ལ་ངས་སོ་སོ་པིན་ཅང་ཡིན་ནས་ངས་ལོས་བཏང་གི་ཡོད་རེད། དཔེ་བཞག་ན་བསྟན་འཛིན་བདེ་ལེགས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་ལ་ཆ་བཞག་ན་ངས་པིན་ཅང་འགྲོ་གི་ཡོད་རེད། ཡིན་ནའང་ཁོ་གིས་ལྷ་དེ་འདྲའི་ལས་དོན་དགོས་མ་གནང་བཀག་སྡོམ་བྱས་དེ་འདྲ་བྱས་པ་ཡིན་ཙང། ད་ནི་ངས་ཁོ་ལོ་ཟིན་ཏག་ཏག་བཟོས་ཡོད་ཟེར་ནས་འདི་རུ་ཁོའི་སྒོ་ཕྱུགས་ལུགས་སུ་སྐྱེལ་གི་ཡོད་རེད། དེ་ཡང་མི་གཅིག་མ་རེད་མི་གཉིས་མ་རེད་མང་པོ་བཞི་བོ་གཅིག་རེད། ཨོ། ཅི་ཙམ་འདི་འདྲས་ཀྱི་མི་དེ་ཀྱི་སྐད་ཆོ་རྫ་ཆེན་དེ་དེ་རིང་ཁ་སེང་ཁར་ག་རེ་ཤི་གི་འདུག་ད་དེ་ཚོ་ཚོགས་མོ་ཐང་ཆེན་གྱི་བ་ད་ཁོ་ཚོ་གི་དེ་འདྲས་ཀྱི་ཤེས་བྱ་ཟེར་བ་ཙམ་མ་རེད་དེ་ཚོ་ད་དངོས་ཡོད་གནས་ཚོད་ཀྱི་ར་འཕྲོད་ཡོད་ཤི་རེད་བ། ད་ཁོ་གི་ལོ་རྒྱུས་དེ་ཚོ་ཤེས་དེ་ནི་མང་པོ་ཞི་བུ་བྱེད་དོ་རེད་བ། ཡིན་ནའི་བ་དེ་སུ་གཅིག་མ་ཤེས་ནའི་བ་ཁེ་སང་ར་ཞི་བུ་བྱེད་དོ་ཁོ་ད་ཧང་ཤེས་དེ་འདྲས་བྱེད་དགོས་དེ། ཧ་མོ་ཡང་ཁོ་འདི་འདྲས་བྱེད་ཡོད་རེད་ག་སོང་གཡོ་སྒྱུ་ཚ་པོ་བོད་མི་སེ་སོ་པ་ཡོད་རེད་ཁོ།

མི་གསུང་སྟེ། ཞེ་ཧུ་ཁུག་གིས་དེ་ནས་ཡར་བརྒྱུད་མར་བརྒྱུད་སྟག་སྒོར་བརྒྱུད་བརྒྱུད་མུ་མུ་བྱས་ནས་མར་བསྟན། བསྟན་ཏེ་དགོན་ལ་བདག་ཁོ་ཚོ་ཕ་ཡུལ་ལས་ཡིན་ད་དགྲ་ཁ་ཏའི་དགྲ་བོ་ཟེར་ནས་ཁོ་ཚོ་ཆང་འབུལ་འདུག་ད་འདི་ལས་ཁོ་ཁོ་བཙན་ཁོ་ན་བདག་དེ་ཉིད་ཁོ་ཡིན་པ་དེ་ཧ་གོ་གི་མ་རེད་བ། ཡིན་ནམ་བསྟན་མཁན་དེ་ཁོ་མཐོང་བར་ད་ཁོ་ཚོ། དེ་ཡིན་དེ་དགོན་ལ་ཁོ་ཤེས་ནང་བཞིན་གྱི་ད་ཁོ་རང་གྲོགས་པོ་ཚོ་ལགས་ཁོ། ད་རིང་ཡིན་ཁོ་ཚོ་ཕ་ནི་བཏང་སོང་བ། ཞེ་ཧུ་ང་ཕ་ཡུལ་འགྲོ་དུས་དགོན་ལ་ཁོ་ཚོ་ང་ལ།

དེ་འདྲའི་བྱས་ཉེས་ཅན་ཡིན་ཙང་ད་མུ་པོ་ཆགས་འགྲོ་དོར་བ། དེ་འདྲའི་བྱས་ཉེས་ཅན་ཡིན་ཙང། ཁོས་ཁ་ཚིག་ཧམ་པོ་ག་རེ་བཤིག་འདུག། ཁོ་རང་ཁོ་རང་ལ་གོང་ཚད་རེ་ཞིག་བརྒྱག་ཅེས། ང་ཨ་ནེ་མི་ངས་སུ་ལ་ཉེ་ཁོ་བཟོ་ངས་རང་སུ་ལུས་བཏང། ཨ་ནེ། ཉེ་ཁོ་ཞིག་ཡོང་ན་ཨ་ནེ་ཤུགས་ལྡན་ཚོའི་བོ་ལ་ཡིན། གད་མོ་བཀོལ་ནས་ཤོད་ཡ་ར་ར་བ་འདི་ཚོ། ང་ཚོ་གི་ཤུགས་ལྡན་ཚོ་བོད་ཀྱི་སྟག་གཡས་གོང་དུ་སོང་བ་ན་ཤེས་རོགས་ཤུགས་ཅི་ནས་ང་རང་ཚོའི་རྡོ་རྗེ་དཔོན་གྲོས་སུ་འགུག་ཚུད་དགོས་ལ། ཁོ་ཅག་བོ་མི་མུག་ཕྱི་ཕྱི་ཡིན་ན་དེ་ག་ཚོད་བྲལ་བ་རོགས།

དེ་ལ་བདག་པོ་ལ་སུ་སྦྱར་ནས་ངོ་མ་དེ་ཆགས་ཀྱི་ཡོད་རེད། དེ་ཚོ་ང་ཚོ་ཧ་མོ་ནི་ལོ་རྒྱུས་དེ་ཧ་གོ་བར་ཡིན་ནི་ད་ང་རང་སོགས་ཀྱིས་རྡོ་རྗེ་དཔོན་དུ་མང་པོ་ཅིག་ཧ་མ་གོ་ཅིག་ཨ་ནི་སེང་ཁྲ་ཡོད་ངེས་དེ་འདྲའི་མ་བུ་འདུག་ར་པོ་ནག་ཏིག་གིས་སྡུག་བསྔལ་མ་བྱེད། ངས་ལབ་ཡིན་ཁོ་རང་ཚོ་ལ་ཚོགས་པ་ཁག་གི་ལས་བྱེད་དེ་འདྲའི་ཁ་ཤས་ཀྱིས་ག་འདྲ་རེད་ད་འདྲི་ཤེས་བྱས་རོགས་ཟེར་ངེས་དེ་མི་འདུག་བྱས་ཙང་ངས་ཁ་ཚ་གལ་ཆེན་པོའི་ཚུལ་ནས་རྒན་ལ་ཞུ་སྐལ་དེ་ཐུག་གོ་རེད། དེ་ཡིན་ཙང་ད་ཁོ།

རེད་པ། ཁོ་གིས་མགོན་པོ་ལས་སླེབས་པའི་སྐབས་ལ་ཡང་མགོ་སྐོར་བཏང་ཤར་གྱི་མུ་བུ་ཡོད་རྟ། ཨོ་དེ་ཚོ་ད། མ་ཤི་ན་དེ་འདྲ་མར་ཆགས་ས་རེད་པ། དེ་ཡིན་དུས་གང་ལ། ཁོ་སེལ་མཁན་མང་པོ་ཡོང་གི་རེད་ཟེར་བ། ཁོ་དངོས་གནས་ཀྱི་ཆེ་ཚ་དེ་ཡིན་དུས། ན་ཡང་ང་རང་ཚོ་གི་ཤོག་སྟོན་ལྟས་ངན་གྱི་མི་ནོར་སུ་འགྲོ་བྱེད་ཡིན་ན། ཁོའི་ལྕགས་པར་ལས་སླ་བོ་ཁོའི་མི་གྲངས་ན་མོ་ཁྱི་གིས་མཐོང་ན་བཞག་གི་མེད་ཟེར་ནས་ད་རེས་འདིའི་ཐུགས་ལ་ཁོ་རང་གིས་སུ་སུ་སུ་ལ་གོང་ཚད་རེ་བཅས་རྒྱག་འདོད་ཨོ་ཅེ་ཚ་དེ་ཉིད་ད་རེས་འགན་ཁྱི་བྱེད། ཚོགས་དཔོན་གྱི་མི་ཐུབ་ནས་ཞུས་ཡ་བ་འདི་སུ་ཡིན། ད་ཚང་མ་ཐང་ཅིག་གི་འདི་དགྲ་བཅོས་འདི་སིང་སིང་ནང་གི་ཚང་མ་གོ། ཆེན་དུ་ཁ་པོ་རས་སང་ཐི་ཐི་ཅིག་དྲན་གི་ཡོད། ཨ་ནི་ད་རིང་འདི། རྣམ་པ་ཚོ་ཚང་མ་ཐང་ཅིག་ལ་འདི་ང་རང་སུ་འདི་རྫོང་དགོས་ཡ་གི་རྗེ་བཙན་དེ་ཁོའི་མི་དེ་ལས་གལ་ཆེན་པོ་བརྩེ་བ་མ་ཡིན་པས་རེད་བ། ཨ་ནི། མི་ངན་གྱི་ཁུང། ག་ས་འདི་བཀྲུས་ཟས་ངན་གྱི་ཁུང་བཀྲུས་ཟེར་བ་ནང་བཞིན་གྱི་ཁོའི་ལས་དང་སྨོན་ལམ་ངན་པ་ཞིག་དེ་འདྲི་ཅིག་ཡིན་ཙང་ང་ཚོ་གི། ད། ཅིག་ང་རང་སུ་མི་རིགས་སྤུན་ཟླ་ནག་ལོ་ལས་མང་པོ་ཞིག་ཁོ་གའི་བྱིས་པ་ཅིག་བཤད་རྒྱུ་ཡོད་མདོག་མདོག་བྱས་ནས་ཨ་ནི། ཁྱོད་ཚོའི་ངོས་ནས་དོ་སྣང་མང་པོ་ཅིག་སྤྲད་དགོས་ང་ཚོ་ད་རེས་ཁང་ཤིང་གཉིས་ཀྱི་ཐུགས་ལ་བཤད་དགོས་ཡ་འདི་ཐུགས་རེད་ཞེས་ད་རེས་འདི་བཅར་མཁན་ཚང་མ་ཐམས་ཅད་ལ་ཨ་ནི་ཐུགས་རྗེ་བཀའ་དྲིན་ཆེ་ཞུ་ཡ་ཅེས་དང། ལྷག་པར་དུ་ད་ད་ལྟ་འདིའི་གོ་སྒྲིག་བྱེད་མཁན་དང་ཨ་ནི་འགན་རིན་པོ་ཆེ་སོགས་མི་སྣ་ཐག་རིང་པོ་འདི་ཕེབས་པ་དེ་ལ་ཨ་ནི། ནི་ད་བར་ནས་བཀའ་དྲིན་ཆེ་ཟེར་ནས་དེ་ཞུ་རྒྱུ་ཡིན། ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས།